དེ་ལས་སྔོན་མ་ངག་གི་ལས་དྲོ་བྱམས་པ་རྡོ་རྗེ་ལ། སྔོན་མ་ནམ་ཕྱེད་ནོར་བུ་ལས་ཡིད་གཟུགས་ཀྱི་ཕ་ས་ཟིན་ན་འདྲ་དུ་ཆགས་སྔོན་མ། དྲི་ཟ་མང་པོ་ཞིག་འདུ་བ་དེ་རྣམས་ལ་ཕོ་མོ། རྒན་བལྟ་བཞོ་སོང་ཚང་མ་འཛོལ་འདུག་ཁོ་རང་ཡུལ་དངོས་ལ་ཕེབས་ཚར་དུས་སྔོན་མ་སྤྲོ་སེམས་མང་པོ་ཡོད་ཀྱི་རེད་ང་རང་ད་སྙན་ནང་འདི་ལྟ་བུའི་དུས་སུ་ཡང་སྔོན་མ། དགའ་བ་ཆེན་པོ་འདུག་དེ་ན་ལ་མི་མང་པོ་འཛོལ་ནས་དེ་ནས་ང་ཚོ་དབུ་ཅན་དབུ་མའི་ཡིད་བཟོད་འདྲ་མིན་སྣ་ཚོགས་དྲིལ་ནས། ངོ་མ་དེ་ང་ཚོ་རིག་གནས་ཕུན་སུམ་ཚོགས་པ་ཅིག་སྟོན་ཐུབ་པ་མ་ཟད་ད་ང་ཚོ་ད་མ་འོངས་པའི་གི་རེ་བ་དེ་ཡང་སྟོན་ཐུབ་ད་དེ་ཡུལ་དངོས་ལ་ད་ང་ཚོ་ཕྲུ་གུ་མང་པོ་ཞིག་གི་ཡིད་བཟོད་སྦྱོང་བཞིན་པ་མ་ཟད་ཡིད་བཟོད་མང་པོ་ཡང་མོ་དྲིལ་བཞིན་འདུག་དེ་འདྲ་གི་རྣམ་པ་མཐོང་དུས་ང་བསམ་ན་ང་ཚོ་ད་ང་ཚོ་གི་ཕ་ཡུལ་ནང་ཆེན་ནང་ཆེན་ནོར་བུ་ལས་མ་འོངས་པ་ལ་ཡང་རེ་བ་ཆེན་པོ་འདུག་བསམ་གྱི་གི་སྣང་བ་འདྲ་གཅིག་འདུག་གྲོགས་པོ་ཁྱེད་ཚོ་གི་ད་ང་ཚོ་ད་ད་དེ་སྟོང་ལ་ལྟ་བཞིན་པའི་དུས་སུ་ཁྱེད་ཚོ་ལ་ཚོར་སྣང་ཇི་འདྲ་འདུག་འདི་འདྲ་གི་རྣམ་པ་མཐོང་བའི་དུས་སུ་ཁྱེད་ཚོ་གི་སེམས་ནང་དུ། སྤྲོ་སྣང་ཡོད་རྒྱུ་ཨ་རེད། ཚང་མ་བསམ་ཚུལ་ཅི་འདྲ་ཡོད་ན་ང་ཚོ་ད་ལྟ་གི་ཐད་གཏོང་བྱེད་བཞིན་པའི་གོང་དུ་སྐད་ཆ་འདྲ་འཇོག་རོགས་ང་ཚོ་མཉམ་དུ་བསམ་བློ་བརྗེ་རེས་བྱེད་རྒྱུ་རེད་ན་ཅི་འདྲ་བཟོ་རྒྱུ་ཡིན། ཡ་གྲོགས་པོ་རྣམ་པ་དེ་ན་ང་ཚོ་ནམ་མཁའི་ནོར་བུ་ལི་ནི་དེ་ནི་ཡིད་གཟུགས་ཀྱི་ཕ་ས་ཡིན་པ་མ་ཟད་དེ་ནི་ནམ་མཁའི་དྲོད་རྒན་མ་ཞེས་པའི་རྒྱལ་ཁབ་རིམ་པའི་སྔོན་མོ་རི་ནི་ཤུལ་བཞག་གི་དེ་ནི་འབྱུང་ཁུངས་ཡང་ཡིན་རེད། དེས་ན་དེ་རིང་གི་ང་ཚོ་བཅར་འདྲི་ཁང་ནང་དུ་ང་ཚོ་ཀོང་ཙུའུ་ནས་རྒྱལ་ཁབ་རིམ་པའི་མངོན་མི་རིག་གནས་ཤུལ་བཞག་གི་རྒྱུན་འཛིན་པ་རྒན་པོ་བཀྲ་ཤིས་ལགས་འདི་འདྲི་བཞིན་ཡོད་རེད་ཨ་རྒན་ལགས། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། རྒན་ཁྱེད་རང་ང་ཚོ་གི་དེ་རིང་ད་བཅར་འདྲི་ཁང་ཆུང་ཆུང་འདི་ནང་ལ་ཕེབས་པ་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་རྒན་ལགས། ལགས་སོ་ཐུགས་རྗེ་ཆེ།
རྒན་ལགས་འདི་ནས་ང་ཚོ་ཁྱེད་རང་ལ་དྲི་བ་དང་པོ་དྲི་རྒྱུ་ཡིན་ཨ་རྒན།

དགེ་རབ་ཏུ་སོགས་དེ་བས་ཆ་ལ་ཕ་ཁྱེད་བློ། བཅོ་བརྒྱད་དགའ་ཚ་ལ་ལ་ལ་ཉེས་བྱ་བའི་ཚ་མཉམ་དུ་སྦྱོང་ཡོད། སྤྱིར་ན། ཧུང།
དེ་འདྲ་ཡུན་རིང་པོ་སྦྱོང་དགོས་ལོས་རེད། རིང་ཡུན་རིང་པོ་སྦྱོང་དགོས་རེད། ད་ཁ་ཚུགས་ལ་མང་པོ་མང་པོ་སྦྱོང་དགོས་ནའང། དུས་ཚོད་དབང་གིའང་ཁོམ་པ་ཁོམ་པ་འོག་ཏུ་སྦྱོང་དགོས་རེད།
རེད་རེད་རེད་ཡུན་རིང་པོ་སྦྱོང་ཚ། ཧུང། དེ་ནི་ད་སོང་དགེ་ཆེ་རང་དགོང་ལོ་ག་ཚད་རེད། ད་ལོ།
དྲུག་ཅུ་རེ་གཅིག་གཉིས་གསང་ལས་འགྲོ་ལས།
དྲུག་ཅུ་ཁ་གྲངས། ཨང། དྲུག་ཅུ་ཁ་གྲངས། ཡ་གྲོགས་པོ་ཚོ་ཁྱེད་ཚོ་ཟེར་ན་རྒན་ཡོལ་ལོ་ག་ཚད་རག་ཡོད་ས་རེད་ཕར་བལྟས་ན་ལོ་དྲུག་ཅུ་ཁ་གྲངས་གི་མི་གཅིག་དང་ཨ་འདྲ་འདུག་རྒན་ལགས་ངས་བལྟ་ན་ངོ་མ་དྲུག་ཅུ་ཁ་གྲངས་གི་མི་གཅིག་དང་མི་འདྲ་འདུག་རྒན་ལགས། ངས་ཚོད་ལྟ་གཅིག་བྱས་ན་ཕ་ཁྱེད་ལོ་ལྔ་བཅུ་ཁ་གྲངས་འདྲ་ཡིན་ས་རེད་བསམ་ཡོད།

གྲོ་གིང་མ་ལ་འདི་ནས་འདྲ་མིན་སྣ་ཚོགས་ལྟ་ཁོ་ན་ག་ག་ཚད་ཡོད། གྲོ་གིང་མའི་འབྱུང་ཁུངས་དེ་ལ་ཆིན་ནང་ཆིན་ལས་ལུང་གིས་སུ་ངན་གི་ཏྲི་ཚ་གྲོ་གིང་མ་བཙོང་འདོད་རྒྱུ་རིགས་ཡིན་ནམ་མ་འདྲ་བག་གི་ཁྱད་ཆོས་ཕུན་སུམ་ཚོགས་པ་ཡག་པོ་འོང་ལེ་དང། གྲོ་གིང་མ་ལ་གྲོ་གིང་མ་ལ་ཁྱད་ཆོས་ཅི་འདྲ་ཡོད་རེད། ཁྱད་ཆོས་ཐོག་མར་དུ་ཏྲི་ཚ་གྲོ་གིང་མ་བཙོང་རྒྱུ་རིགས་ཏྲི་ཚ་དེ་ཚང་གོ་དེ།

དེའི་སྟེང་མདོ་སྡེ་དེའི་གོང་འཕགས་བཞི་སྟེ་ཀུན་འབྱུང་དབང་བཞི་གནོད་པ་སེར་སྐྱའི་ཨེ་འདོན་ནི་མི་པོ་གོང་མ་ཐམས་ཅད་ཀྱི་ཤེས་སོ། ཀུན་འབྱུང་དབང་བཞི་གི་གནོད་པ། གནོད་པ་སེར་སྐྱའི་ཨེ་འདོན་དེའི་གོང་འཕགས་བཞི་བཞི་པོ་སྟེ། དེ་ནས་གྲོ་གིང་མ་སྟེ་གདངས་དང་དབྱངས་རྡོ་རོ་ལ་སོགས་པ་སྟེ་རིག་འཛིན་དཔའ་བོ་དང་དཔའ་མོའི་རྣལ་འབྱོར་ལ་བསྐྱེད་ནས་འཁྲབ་སོར་འོག་ཏུ་བཤད་གྲོགས་ལས། དེའི་གྲོགས་ཏེ་གདོང་དུ་ཐོག་མ་དུ་གྲོགས་ལ་གྲོགས་ཚིག་ཨེ་རེ་ཡ་རུག་གདོང་རོ་ཨེ་རེ་ཡ་རུག་གདངས་ཨེ་རེ་ཡ་རུག་འདོན་ནི་གདུང་གཡོག་འཇོག་མ། སྤྱིར་བཏང་གི་གོ་རིམ་གྱིས་ནི་གྲོགས་དང་པོ་གྲོགས་ཀྱི་གདོང་དུ་གྲོགས་ཀྱི་རྟེན་འབྲེལ་འཇོག།

གྲོགས་ཤ་སྟེ་དེ་ནི་དེ་བས་དུས་ཡང་གྲོང་ཚོ་བརྒྱ། དགེ་ཆེ་གྲོས་ཤ་ཕན་དེ་ཁྱོད་མི་གཅིག་གི་མི། གཉིས་གསུང་དང་མཉམ་པོ་གྲོས་ཤ་ཕན་གཅིག་ཡོ་རྒྱུར་བ་ཆེ་དེ་ལ་རྒྱལ་ཁ་རིམ་པའི་དགོན་སྔོན་མོ་རེ་ནས་ཤུལ་བཞག་གི་རྒྱུ་འཛིན་པ་གཅིག་ཚ་དེ་གྲོས་མང་པོ་ཤེས་རེ་ཨ། མི་གཅིག་དང་མི་མང་པོ་ཁ་གཏད་བྱེད་རྒྱུ་ཨ་ཡོད་རེ། དོ་འོ་མ། མེ་ལགས་རེད། ཤོག་འཕར་སྣ་ཚོགས་འཛུགས།
ཨོ།
གཞན་པ་གི་ཡོད་ཤོག།
ཁྱོད་ཀྱི་ཤོག་ཅིག་གཞན་པ་གི་ཤོག་ཅིག། དོ་རེད་ད་ངེད་ཀྱི་ས་དེ་ཚ་བཟོ་ཡོད་དེ་ས་ཚུགས་ཆེན་པོ། ཚ་དེ་ལ་སྤུས་ཡག་པོ་སྟག་པོ་ཡོང་བཟོ་ནས་དེ་དེ་ཚ་ལིང་ཚོགས་པ་ཐམས་ཅད་ཚུར་བཙན་འོང་དུས།

དྲོ་བའི་གདངས་ཀླད་ལ། དེ་འདྲ་ཡིན་དུས་ད་ང་ཚོ་ནམ་ཕྱེད་དྲོ་གི་མ་ཡིན་ན་ད་ད་སོང་ཟེར་གྱི་དེ་རིམ་པ་རེད་ཨ།
རེད། ད་སྣ་ཁ་གི་ཟེར་ན་སྣ་ཁ་ག་ཚད་ཡོད་ཀྱི་རེད། སྣ་ཁ་དྲོ་ཕལ་ཆེར་བཞི་བཅུ་ཡང་ནང་འདྲ་ཚོ་རེད། བཞི་བཅུ། བཞི་བཅུ་ཆ་ཚང་དེ་དགེ་ཁྱེད་རང་གི་དྲོ་ཨ་ཞེས། བཞི་བཅུ་ཆ་ཚང་ཕལ་ཆེར་ཕལ་ཆེར་བཤད་རྒྱུ་རེད། ཕལ་ཆེར་བཤད་རྒྱུ་རེད། རེད་ལ། ཨ།
དེ་ནས་གིས་ཁྱེད་རང་གི་ད་ཕ་ཁྱེད་གཞི་ཅི་དེ་ཚོ་བཤད་ན་དེ་ནས་ཁྱེད་གི་སློབ་མ་དེ་ཚོ་ལ་ཁྲིད་ཨ་ཡོད་གི་ཁྱེད་ད་ཚོ་ཡིན་ན་རྒྱ་གར་རིན་གི་ངོ་མི་རིན་ནས་ཤུ་བཞག་གི་རྒྱུ་འཛིན་པ་རེད་ཡ། རྒྱུ་འཛིན་པ་ཡིན་ཚ་དེ་ཡང་དགེ་ཕྲུག་ཡང་ཁྲིད་དགོས་རེད་ཡ། དགེ་ཕྲུག་ག་འདྲ་འདྲ་གསོ་སྐྱོང་བྱས་ཡོད། དགེ་ཕྲུག་དང་སྔགས་སློབ་སྦྱོང་བྱས་བཞག་ལས་སློབ་ཁྲིད་བྱས་བཞག་ལས་ཚོགས་སྦྱོང་ལྟར་བྱས་བཞག་ལས་མི་གྲངས་བརྒྱ་ཕྲག་ལྷག་ཚགས་ཀྱི་རེད། བརྒྱ་ཕྲག་ལྷག། བརྒྱ་ལྷག་དག། དེ་ད་རུང་མུ་མཐུད་དུ་སློབ་གྲྭ་ཐམས་ཅད་ནང་ནས་འགྲོ་འདུག་ནས་དེ་ནི། ནང་ཆེན་སྤྲུལ་ཚེ་རྡོ་རྗེའི་མར་དེ་ཁྱད་པར་ཅན་བཏང་འདུག་དེ་དེང་དེ་གའི་ལ་རྒྱུད་འཛིན་ཀ་ཁྲག་བསྐྱངས་འདུག་ནས་མ་ཉམས་གོང་འཕེལ་ཉམས་པ་ལྷ་སོགས་ཟེར་ནས་མུ་མཐུད་དུ་དེང་དེ་ལ་ལྷ་སོགས་ཟེར་ལིས་འཆར་གཞི་འགའ་རེ་ཟེར་ཟིའི་འགྲེམས་སྟོན་འོག་ལ། དགེ་ཆོས་ད་སོང་སློབ་མ་ཁྲི་བཞི་བདུན་ལོན་ལ་ལོ་ཆེན་པོ་དེ་ག་ཚད་ཡིན་རྒྱུ་རེད། ལོ་ཆེ་ཡ་ཆེ་ཡ་ལ་ད་ལྟ་ལོ། སུམ་ཅུ་སོ་བརྒྱད་ཀྱི་ཚ། སུམ་ཅུ་སོ་བརྒྱད། ཆུང་བ་ཆུང་བ་འདི་ག་ཚད་ཡིན། ཆུང་བ་ཆུང་བ་ལ་ལོ་ལྡན་ནི་བརྒྱད་རེད། འདི་འདྲ་ཆུང་ཆུང་གི་སྦྱོང་གི་ཡོད་ད་ཡིན། འདི་འདྲ་ཆུང་ཆུང་གི་ང་ཚོའི་ལུགས་སྲོལ་རེད་དེ་ནི་གྲོགས་ཀྱིས་མ་བསྡོམས་ཏེ་མི་ཆེ་བ་ཡིན་ན་ཆུང་བ་ཡིན་ན་ཕོ་ཡིན་ན་མོ་ཡིན་ན་ཚང་མ་གི་གྲོགས་བསྡོམས་འདྲི་ཡོང་རེད་དེ་ཕོ་གི་ནང་རྐྱང་དཀར་པོ་འབུ་རན་སྣམ་བུ་གི་མགོ་ལ་སྟག་པའི་རྩེ། དེ་ནི་མོ་གི་ནང་རྐྱང་དམར་པོ་གི་མགོ་སྐེ་ལ་སྐེ་ཚ་མགོ་ལ་སྤོས་ཤེལ།

དེ་ནས་སྐྱེད་བྱེད་སློབ་མ་གསོ་སྦྱོང་བྱེད་དུས་སློབ་གྲྭ་འདྲ་དེ་ཚོ་ནང་ལ་གསོ་སྦྱོང་བྱེད་ས་འགྲོ་ཨེ་ཡོད། འགྲོ་ཡོད། དེ་དེ་སློབ་གྲྭ་ནང་ཆ་ལ་གཏན་འཁེལ་བྱས་པ་རེད་ད་ནི་ཀ་རེ་ཀ་རེ་འགྲོ་རེད། ཀ་རེ་ཀ་རེ་རེད། ཀ་རེ་ཀ་རེ་ལོ་གཅིག་ལ་ཕ་ཆེ་ག་ཚད་འགྲོ་དགོས་ཀྱི་རེད། ལོ་གཅིག་ལ་ཕ་ཆེ། རྒྱལ་ཁབ་རིམ་པ་གི་སྒྲིག་བཀོད་ནང་ལྟར། ཅུང་ཡུལ་སྐོར་དཔག་གི་སྒྲིག་བཀོད་ནང་ལྟར་དུ་དེ་ནི་དེ་རིང་ཨེ་ནས་སོང་སང་ཉིན་ཨེ་ནས་སོང་ཚེ་མི་འགྲིག་སྒྲིག་བཀོད་ནང་ལྟར་འགྲོ་དགོས་ཀྱི་རེད།
དེ་འདྲ་འགྲོ་ཡི་དུས་སུ་ཁྱེད་ལྟར་ན་ད་སོང་གི་ལོ་ཆུང་དེ་ཚོ་གི་ད་ང་ཚོ་བྲོ་དགེ་མ་ཡིན་ན་གསོད་རྒྱུ་འགའ་རིག་ནས་རེད་ཨ། རེད་ན། འདི་སྦྱོང་རྒྱུ་ལ་དགའ་པོ་ཨ་འདུག། དགའ་པོ་འདུག་གི་ད། བྲོ་དགེ་མ་ལ་བྲོ་དགེ་མ་གི་གདངས་དང་རྡོ་ལོ་ཚིག་ངག། དེ་ག་ལ་ཡག་པོ་ཉོན་རྒྱུ་ད་དུང་ནི་དེ་ནི་ད་ལྟ་དགའ་ཞེན་ཆེན་པོ་ཆགས་གི་ད། ལྷག་པར་དུ་སྨོས་ཉང་ཤེས་ལས་རིག་གནས་པ་ཡོན་ཏིང་པ་གི་དེ་ནས་སྤྲོས་ཚ་དོག་གིས་མི་གདུང་མཛད་ཚར་ནས་དེང་དེ་ལ་རྡོ་རུ་གདངས་ཚིག་ནང་དོན་ལ་ཕུན་སུམ་ཚོགས་པ་ཡག་པོ་འོ་དོ་ནི་ཡག་པོ་ཉོན་སྤྲུལ་བ་ལ། དེ་ནས་ཁྱེད་རང་གི་ད་དགེ་ཕྲུག་ཅིག་བསྡུ་དགོས་ན་ཆ་རྐྱེན་ཡོད་ལགས་རེད། ཡིན་གྱི་མི་ཉིན་ད་འདི་ལ་དགའ་ཞེན་ཡོད་མཁན་ཡང་ན་སྐད་སྙན་པོ་ད་ནི་བྲོ་འཁྲབ་བྱེད་མཁན་དེ་འདྲ་ཡིན་ལགས་རེད་ད་ནི་སུ་གི་སྦྱོང་ས་ན་དེ་སྦྱོང་ཆོག་རེད། སུ་གི་སྦྱོང་ས་ན་དེ་སྦྱོང་ཆོག་རེད་རང་ལ་ཁོམ་པ་དེ་ཚོ་ཡི་ནང་ཡོད་ན།

རྟེན་འབྲེལ་གྱི་དྲོ་ཟེར་གྱི་ན་དེ་འདྲ་མང་པོ་ཡང་འཁྲབ་སྲོལ་ཡོད་རེད་ད་ཚིག་དེ་ཚོ་ཚང་མ་སྨོན་ཚིག་འདྲ་བསྟོད་ཚིག་འདྲ་དེ་འདྲ་ཡིན་རེད་ཨ། ད་ང་ཚོ་དྲོ་རྒན་མ་ནང་ཡིན་ན་ཅི་འདྲ་འདྲ་ཡིན་རེད་དེ། ད་དྲོ་རྒན་མ་འཁྲབ་མཁས་མཁས་ཅིག་ན་ཁོ་སྐད་སྙན་པོ་དང་དྲོད་འཁྲབ་མཁས་པ་དེ་འདྲ་ཆ་ཚང་གཅིག་དགོས་ལ་རེད་ད་ཅི་འདྲ་ཡིན་རེད། ད་རང་རང་ལ་སྐད་གཉིས་ནི་ཡོད་ན་ཡག་ལེ་སྐད་གཉིས་ནི་མེད་ན་རང་རང་གི་སྐད་ཆ་ཡོད་ན་དེ་གི་ད་དོ་དམ་གི། དགའ་བ་ཅིག་ཡོད་ཚ་དེ། དགའ་བ་ཅིག་ཡོད་ཚ་དེ་དེ། རྒྱལ་ཁྱེད་སྐད་སྙན་པོ་ཡིན་ས་རེད། ང་སྐད་ཡོད་ལ་མ་ང་སྐད་མེད་སྡུག་ཤོས་རེད། ངོ་མ། ངོ་མ་རེད་ལགས། དེ་ནས་སྐད་ཆ་ཡོད་དེ་སྐད་མེད་ན་ཞབས་ཞུ་ཡག་ཅིག་ཡིན་རྒྱུ་རེད། རེད་རེད་རེད་ད་ང་གི་གདངས་ཐིང་ལོ་ཨང་མཐོ་ས་ནས་ཨང་མཐོ་ན་སྐད་ཆོག་དམའ་ས་ནས་སེམས་དམའ་ན་སྐད་དཔེ་ཕོ་མ་གཅིག་སྣ་རིང་ས་ནས་རང་ནས་ནོར་གཅིག་ཟེར་མི་འདྲ་དོན་དེ་ཕ་ཁུ་གེ་ལ་སློབ་ཁྲིད་བྱེད་དགོས། ཨོ་དམ་དེ་ལ་ཡང་དེ་ཐོ་མ་དེ་ནས་བོང་ཁྲ་འདྲ་མིན་སྣ་ཚོགས་ཡོད་རེད་ཨ། རེད་རེད་རེད།
དེ་ནས་གྲོ་དེ་ཅི་ཟེར་དགོས་ད། ཉམས་འགྱུར་དེ་ཡང་འདྲ་མིན་སྣ་ཚོགས་ཡོད་རེད་ཨ། རེད་རེད་རེད་ཉམས་འགྱུར་དེ་ད་ངས་རྩོད་དགོས་རེད་ད་གོང་ཕ་སྤོ་ལུགས་འཚོ་བའི་ཡུལ་ལུགས། གོང་པ་ཅི་འདྲ་བཞག་དུས་ལག་པ་ཅི་འདྲ་བཞག། རེད་རེད་རེད། དེ་རིང་ང་ཁྱོད་ཀྱི་སློབ་མ་གཅིག་བྱས་ན་ཕ་ཁྱེད་བཀའ་བརྒྱུད་པ་དུས་ཚོད་སྟོང་ཐོན་ནོ། ད་ཅི་བཀའ་བརྒྱུད་རྒྱལ་སྤྱིའི་ང་ཚོ་ལ། ད་གྲོ་གིན་མ་ཐོང་ཐོང་ཅིག་འདི་ན་ལ། ད་འདི་ན་ང་ཚོ་ག་དེ་ཆུང་ད། ཐབས་བཞི་ན་བཀའ་མོ་རི་དེ་ཆེ་ང་ཅིག་སྐུ། དེ་ནས། ཉམས་དུས་ཅིག་སྟོན་ན་ཅི་འདྲ་རེད་ཅིག་གིན་ལ། ལ་སོ།

ད་ལྟའི་ཚིག་ཏུ་གཡུང་དྲུང་མེས་མོའི་མཛོད་དུ་གཡུང་དྲུང་མཛོད་ཡོད་དེ་བརྟེན་བཀྲ་ཤིས་པ་མི་འགྱུར་བ་རྟག་པ་དང་གཏིང་དཔག་ཡོད་པ། དེའི་ཆེད་དུ་བརྟེན་གཡུང་དྲུང་ལས་མོ་མཛོད་ཀྱི་གྲོགས་དེ་དོན་རེད། དགེ་ང་ད་རུང་ཅི་མང་འདོང་ཟིན་ད་རེད་ཐལ་དགེ། ཁྱེད་རང་དེ་རྒྱལ་ཁབ་རིམ་པ་གི་གྲོགས་དགེ་མ་གི་དེ་རྒྱུན་འཛིན་པ་ཡིན་ཚ་དེ་འདི་འདྲ་ཚིག་ཅིག་ཏག་ཏག་གི་མང་འདོང་ཐལ་དགེ། ཡིན་གྱི་མི་ཉིད་ཚིག་སྙན་དྲང་འདོད་དགོས་རྒྱུར། ང་ཚོ་ཐད་གཏོང་ལ་ལྟ་བཞིན་པའི་གྲོགས་པོ་ཚང་མ་གང་ཡང་མདོ་མ་ཐེག་ཟེར་རྒྱུ་རོ། ལ་སོ་ལ་སོ།
དང། དེ་ནི་ད་ལྟ་ངེད་ཀྱི་རིགས་རྡོ་རྒན་མ་རེད་མཁན་པ་སྙིང་མཐིང་གང་ན་འཁྲབ་རྒྱུ་དེ་ལ་ཐོག་མར་དུ། ཨོ། ཐེངས་དང་པོའི་གྲོགས་དེ་ལ་ད་ལྟ་གཡུང་དྲུང་གི་ལས་མོ་ད་ལྟ་ངས་ཞུས་པ་དེ་ཡིན། རྟེན་འབྲེལ་གྱི་ཆེད་དུ་རེད་དགོས་ན། རྟེན་འབྲེལ་གྱི་ཆེད་དུ་གཉིས་པ་དེ་ལ་དེ་ནི།

འགུལ་ཤུགས་ཀྱི་ཐིག་ནས་བཤད་ན་ཚན་རིག་དང་མཐུན་པ་ཞིག་རེད་འདུག་མ་འདྲ་ཅི་ཡིན་ན་འགུལ་དགོས་ན། ལམ་སང་དེ་འཇོག་པ་འགུལ་ཉེས་མ་རེད་ཟེར། རེད། ག་ལེ་ག་ལེ་ག་ལེ་ག་ལེ་ཟེར་ཚར་དུས་ལུས་སེམས་ཚང་མ་ལ་ཕན་རེད་ཟེར། རེད་རེད། ད་ལྟ་དེ་སྤྲོད་དགོས་མ་དེ་དེ་དང་མཐུན་འདུག་ཨ། ཨ་དེ་དང་མཐུན་ནས་འདུག་ག་ལེ་ག་ལེ་ག་ལེ་ང་ཡིན་ན་ཡང་དལ་མོ་དལ་མོ་ནས་འཇོག་པ་འཇོག་པ། རེད། ད་ང་ཚོ་གི་ཉམས་དེ་ཚོ་ཡང་རེད། གོམ་པ་པོ་ཚོ་དེ་ཚོ་ཡང། ག་ལེ་ག་ལེ་ག་ལེ་དེ་ནི་འཇོག་པ་ཞིག་གདའ། རེད་རེད་ཐུགས་རེད་ལགས། ད་སྔོན་མ་ང་ཚོ་ཨ་མའི་ཡང་མེས་ཚོ་གི་བློ་གྲོས་ཟེར་ན་དཔེ་མི་སྲིད་པ་རེད་ཨ། ལགས་སོ་ལགས་སོ་ད་ཕ་ཨ་ནི་ཡང་མེས་ཚོས་མི་བརྗེད་མི་བརྗེད་བརྗེད་པ་སེ་བཙན་ཡིན་པར་ཡང་དེ་ཚོས་ངེད་གི་སྐབས་མི་བརྗེད་མི་བརྗེད་དགེ་ཕྲུག་ཐམས་ཅད་ལ། རྗེ་པདྨ་མོ་དེ་མོ་དེ་པོའི་སྒོ་དེ་རེད་ཨ། དེ་རྒན་ཁྱེད་རང་ལ་སེམས་དེ་ཡིད་ཆེས་ཡོད་རེད་ཨ། ཡིད་ཆེས་ཡོད་རེད་ཡིད་ཆེས་ཡོད་རེད། རེད་རེད་དེ་ནས་རྒན་ཁྱེད་རང་ཡང་ང་ཚོ་སྐུ་ཚེ་རྒྱ་མཚོའི་དད་པའི་སྨོན་འདུན་ཞུ། ལགས་སོ་ལགས་སོ། དེ་བཞིན་དུ་རྒན་ང་ཚོ་དེ་རིང་ན་དུས་ཚོད་ཐུང་ཐུང་དབང་གི་དེ་ནས་ཁ་བརྡ་ཡང་མང་པོ་ཅིག་བྱེད་རྒྱུ་མ་རེད། དེ་བཞིན་དུ་རྒན་ཁྱེད་རང་གི་དྲུག་རྒན་མ་ཡིན་ན་ཡང་མང་པོ་ཅིག་ཉན་རྒྱུ་མ་རེད་ལྟ་རྒྱུ་མ་རེད། རེད་དེ་ད་ང་ཚོ་གི་དྲ་གྲོགས་རྣམ་པ་ལ་བཞི་བརྒྱུད་ལ་ཡིན་ན་ཡང་ང་ཚོ་ད་ལོ་གི་དེ་ནས་བོད་ལོ་སར་གི་དགོང་ཚོགས་དེ་ང་ཚོ་ཁམས་པའི་བརྙན་འཕྲིན་ཁང་དང་ནམ་མཁྱེན་རྫོང་ཏང་ཨུ་དང་སྲིད་གཞུང་གི་མཉམ་འབྲེལ་བྱས་ནས་སྤེལ་རྒྱུ་ཡིན་པས་འདི་ནི་རྒན་ཁོ་རང་ཡིན་ན་ཡང་འདི་ནི་ད་ཉི་མ་ཕ་ཁྱེད་སྤྱི་ཁ་གྲངས་འདྲ་ཡིན་རྒྱུ་ར། དེ་གི་རྗེས་ལ་ང་ཚོ་སི་ཁྲོན་ཁྲེན་ཏུའུ་ལ་ཕེབས་ནས་འདི་ནི་ད་ལོ་ང་ཚོ་ཁང་པའི་བརྙན་འཕྲིན་ཁང་གི་བོད་ལོ་སར་གི་དགོང་ཚོགས་ཀྱི་ག་ལྟའི་ཐོག་ལ་རྒན་ཁོ་རང་གི་འདི་ནི་ཡང་ཞར་ང་ཚོ་ལ་དྲོ་རྒན་མ་ཞེས་འཁྲབ་སྟོན་བྱེད་རྒྱུ་རེད་ཚང་མ་ལ་རེ་སྒུག་ཨ་ཡོད་འདི་ནི་ཚང་མ་གི་རེ་སྒུག་འདྲ་ཡོད་ན་ང་ཚོ་ལ་སྐད་ཆ་འཇོག་རོགས་གྲོགས་པོ་རྣམ་པ།